ཚང་མ་བློ་ལ་བཀྲ་ཤིས་བདེ་ལེགས། ངའི་མིང་ལ་ཀརྨ་དཔའ་ལྡན་ཟེར་གྱི་ཡོད། ང་སྦེལ་ཀོབ་ས་འབོ་སྦྲ་འཛིན་རིམ་བདུན་པ་ཡིན། དེ་རིང་ངས་བོད་པའི་མི་རིགས་ཤིག་ཡིན་པའི་ཆ་ནས། བོད་པའི་སྐད་ཡིག་ཐོག་ལ་གཏམ་བཤད་ཐུང་ངུ་ཞིག་བྱེད་ཡ་ཡིན། བོད་པ་ཞིག་ཡིན་པའི་ཆ་ནས་བོད་པའི་སྐད་ཡིག་དང་རིག་གཞུང་ཐོག་ལ་དོ་སྣང་ཤུགས་ཆེན་པོ་སྤྲད་ཡ་དེ་གལ་ཆེན་པོ་ཡིན། གལ་ཏེ་རང་གི་སྐད་ཡིག་དང་རིག་གཞུང་ཐོག་ལ་དོ་སྣང་ཤུགས་ཆེན་པོ་མ་སྤྲད་པ་ཡིན་ན། དེ་ལས་མི་རིགས་དེ་རྩ་མེད་འགྲོ་བའི་ཉེན་ཁ་ཡོད། མི་ཁ་ཤས་ཀྱིས་ང་ལ་དཔལ་དམྱར་ད་ངས་དཔེ་ཁུག་གོ་བ་ད་རིང་ལྟ་རིག་ག་རེ་ལོས་ད་དེ་འདྲ་མ་རེད། ངས་སྨྱུག་ཁུང་གོ་བ་དང་ངས་དཔེ་ཁུང་གོ་བ་དང་ད་རིང་ཚེས་ག་རེད་ད་རིང་ཕྱི་ལོ་ག་རེད་ད་རིང་ཟླ་ག་རེད་འདྲ་བ་རེད། བུའི་ཚོགས་སྟོན་ལ་ཡོག་བུའི་ཚོགས་སྟོན་ལ་ཡོག་བུའི་ལད་ཡོག་དཔེ་དོ་སྣང་ཤུགས་ཆེན་པོ་སྤྲོད། ང་ཚོ་བུའི་འདི་ལ་ཡོག་དཔེ་ག་རེད་དཔེ་དོ་སྣང་ཤུགས་ཆེན་པོ་སྤྲད་པ་ཡིན་ན་འདི་ང་ཚོ་ཤེས་ཡོན་གྱི་ཡར་རྒྱས་འགྲོ། ང་ཚོ་ཡོག། སོ་སོ་གི་བོད་སྐད་ཤེས་མཁན་དེ་དག་དཔེ་གལ་ཆེན་པོ་རེད་དེ་ང་ཚོ་མི་ཚེ་ནང་ཡང་སྲོག་རྩ་བྱིན་གྱིས་སྒྲོལ་ཐུབ་ཡ་ཡོད། རྒྱལ་ཁབ་གཞན་གྱི་སྐད་ཡིག་ཐད་ཤེས་པ་ཡིན་ན། དེ་ཁྱོད་རང་འཇོན་ཐང་རེད། གལ་ཏེ་རང་གི་སྐད་ཡིག་ཐད་མ་ཤེས་པ་ཡིན་ན། དེ་ལས་ཐབས་སྡུག་བ་དང་ངོ་གནོང་བ་མེད། རང་གི་པགས་པ་དང་ཕྱི་ཡི་རྣམ་པ་རྣམས་བསྒྱུར་བཅོས་བྱེད་ནུས་ཡང། ནང་གི་ཁྲག་དང་རུས་པ་རྣམས་བསྒྱུར་བཅོས་བྱེད་མི་ནུས། དེ་འདྲ་སོང་ཙང་བོད་ཀྱི་སྐད་ཡིག་དང་རིག་གཞུང་གལ་ཆེ་བས་སྲོག་ལྟར་འཛིན་དགོས། དེ་རིང་ཙམ་མིན། ཐོ་ཇེ་ནང་སྐད་ཡིག་ཡར་རྒྱས་གཏོང་རོགས་བོད་རྒྱལོ།